དེ་ནས་ཁོང་ས་མུ་ཅན་གྱི་ས་སྐྱའི་སྐུ་ངོ་གཉིས་པའི་སྤྲུལ་པ་རེད་ཟེར་ལུང་བསྟན་བྱས། ཁོ་རང་གིས་ང་ས་སྐྱའི་སྐུ་ངོ་གཉིས་པའི་སྤྲུལ་པ་ཡིན་ཟེར་ཁས་ལེན་བྱས་པ་རེད། དེ་ཁོང་ཁྱད་པར་དུ་དཔལ་འབར་ཆེན་པོར་སྒྲུབ་ཐོབ་ཆེན་པོར་ལྷག་པར་དུ་དགོངས་པ་འཁོར་གྱི་སྒྲུབ་ཐོབ་རེད། དེ་དུས་སྐབས་ལ་ད་ས་སྐྱའི་དེ་མཚན་ཉིད་ཀྱི་གྲྭ་ས་ཡོངས་རྫོགས་ཀྱི་རྩ་བ་འདྲ་པོ་དེ་ད་ནཱ་ལེནྡྲ་རེད་ནཱ་ལེནྡྲ། ཁྲི་རིན་པོ་ཆེ་གི་གདན་སའི་ཕྱོགས་དེར་རོང་སྟོན་གྱི་ཕྱག་བཏབ་རྗེས། ཐང་དེ་ནས་ན་ལེན་དྲ་ནས་བཟུང་ནས་དེ་ནས་ས་སྐྱའི་གི་མཚན་ཉིད་ཀྱི་བཏབ། དང་པོ། ས་སྐྱ་ལ་ཆོས་རྗེ་ས་པན་སྐུ་བསྡུས་ནས་མ་དར། དེར་མ་བྱན་ཏེ་ཐང་མ་དེ་ན་ལེན་དྲ་ད་ལྟ་བསྟན་པའི་རྩ་བ་ར་ཆགས། མཚན་ཉིད་ཀྱི་གྲ་ས་ཆེ་ཤོས་ཆགས། དེ་དེ་ནས་གཞི་ནས་ད་མཚན་ཉིད་དེ་ག་ས་ག་ཁྱབ་སོང་རེད། ཡང་དེ་དུས་གང་ལ་ཡང་ནི་དགེ་ལུགས་པ་དང་ས་སྐྱ་གཉིས་མཐུན་པོ་ཞེ་དྲག་མེད་དུས་ཡང་དགེ་ལུགས་པ་གི།

འབྲུག་ཅེས་གྲགས་ཡོང་དུས་ས་སྐྱ་ནས་ནཱ་ལེནྡྲའི་བར་དུ་གོ་ཐུབ་མཁན་འབྲུག་གི་ཤུགས་ཆེན་པོ་རྒྱག་རེད། དེ་འདྲའི་གཅིག་ག་ལ་དེ་ནི་ནམ་མཁའ་ན་གནམ་ལྕགས་བབས་ཡོང་ནས་ཡང་ཁྲི་ཐོག། བདུན་པ། སྐུ་དབུ་ཐོག་ལ་ཕབ་ནས་ཁོང་དེ་མ་ཐག་ཏུ་དེ་ནི་དགོན་པ་རྫོགས་སོང་རེད། དེ་ནི་གཞི་ནས་ཁོང་ཕ་དགྲ་རྣམ་བཞིའི་ཆོས་དབྱིངས་སུ་བསྒྲལ། དེ་ནི་ནཱ་ལེནྡྲ་ལ་ཡང་སྦྱོར་བསྟན་པ་བཙུགས། ཡང་ནི་ཞལ་ལུང་ཐ་མི་དད། ཁྱེད་རང་ཆོས་ཀྱི་ཁྲི་ཚབ་ལ་བསྐོས། ཁོ་རང་གི་ཆོས་སྒོར་བསྐོར། ཨ་ནི་གཞི་ནས་དེ་ན་ལིངྒ་ཡང་ས་སྐྱའི་བསྟན་པ་ལས་དར་གོ་ཚུགས་པས། དེའི་འདུག་བདག་ཆེན། བློ་གྲོས་རྒྱལ་མཚན་དང་ཀུན་མཁྱེན་གོ་བོ་རམ་ཅན་པ་དང་པཎ་ཆེན་ཞང་ཆུ་ཁོང་ཚོའི་སྐུ་དུས་ལ་ད་ལྟ། ཞི་བོ་ཞི་བོ་ཞེས་སྒྲ་མང་པོ་ཡིས་བྱུང་བར་དེ་སྐྱོན་ཆེ་གི་མ་རེད་དེ་བདག་ཆེན་རྣམས་ཀྱི་དགོངས་པ་རྫོགས་ཚར་དུ་འཇུག་ལ་ཨ་ནི་ཡང་བསྟན་པ་ལ་སྒྲ་ཆེ་གི་མང་པོ་ལས་ཡང། པའི་སྐར་ཁ་བོ་ཞོར་བྱུང། ལྷག་པར་དུ་དེ་རིང་ང་ཚོ་ལྷ་ས་རྫོང་པ་སན་གྱི་ས་སྐྱ་ལ་ཆོས་འབྲེལ་བཞག་མཐར་ལྷོ་གཉིས་ཀར་ཁོད་དབང་བསྒྱུར་བྱས། དེ་ཕལ་ཆེར་ས་སྐྱའི་མིང་སྟོང་པ་ཆགས་གྲོགས་འདྲ་བཟོས་པ་རེད། ད་དེའི་སྐབས་དུག་ལ་ད་ག་འདྲ་རེ་བ་བྱས་པས་ན་སེམས་ཅན་གྱི་བསོད་ནམས་འདྲ་བ་ག་རེ་ཡིན་ན།

ད་དུང་ཤི་ཡ་རེད། ད་དུང་གི་དར་ས་དང་པོ་དེ་འདི་ང་ཚོ་དུང་དུང་ཡོང་ས་གཙང་བ་གྲོགས་ཀྱི་བདག་ཉིད་ཆེན་པོ་བཟང་པོ་པ་ནས་བྱུང་བ་རེད། ཁོང་ལ་དེ་ནས་རྗེ་བཙུན་སྒྲོལ་མ་ཁོ་རང་རང་གིས་ལུང་བསྟན་བྱས་ནས་ཁྱེད་རང་ལ་བུ་དགོས་ན་ངས་བུ་སྤྲད་ཆོག་ཁྱེད་རང་ལ་ནོར་དགོས་ན་ནོར་སྤྲད་ཆོག་གསུངས་རྗེས་ཨ་ནི་ཁོང་ཁོང་གི་ད་ཁོང་རྒྱ་ནག་སྨན་རྩིས་ལ་ཞུགས་དུས་ཁོང་ལ་རྗེ་བཙུན་སྒྲོལ་མ་ལ་གསོལ་བ་བཏབ་དུས་ཨ་ནི་རྗེ་བཙུན་སྒྲོལ་མ་དེ་ནས་ལྗོན་ཤིང་ཡག་པོ་ཞིག་སྟེང་ལ་ཕེབས་བྱས་ནས། ཨ་ནི་ད་ལྟ་བུ་དོད་དགོས་ནས་བུ་ཐུག་པར་ནང་དོན་མི་འདོག་ཅེས་སྒྲོལ་མ་ལང་དུ་བ་དེས་གསུངས་པ་རེད། ཨ་ནི་ཁྱེད་རང་ངའི་བུ་རེད་སྤྲད་ཆོག་དེ་ནས་ནོར་ཡང་སྤྲད་ཆོག་དེ་རྗེས་མར་རྒྱ་ནག་ལ་ཡར་ཕེབས་བྱས་དེ་ནས། བུ་གི་རྒྱལ་པོ་ཆགས་སོང་རེད་བ། དེ་རྒྱལ་པོ་ཆགས་དུས་ནོར་རུ་ཐོབ་ཐུབ་རེད་བ། ཨ་ནི། བུ་མང་པོ་བྱུང་བ་རེད། སའི་སྲས་མོ་ཡར་མར་བརྡུངས་ནས། ཕལ་ཆེར་བཅོ་ལྔ་དེ་བྱུང་བ་རེད། ད་དེ་ནས་བརྡུང་རྒྱུ་དེ་མ་བྱུང་བ་རེད།

ཐུགས་བརྒྱབ་ནས་འབད་པའི་བཟོད་ཡ་ཡིན་སྲིད་ཀྱི་རེད། ཡང་གཅིག་བྱས་ན། དེ་ནི། ད། ཕྲིན་ལས་སེམས་ཅན་གྱི་བསོད་ནམས་འདྲ་བོ་དེ་ཁོ་ཚོ་གི་མདུང་བཞུགས་པ་ཡིན་ན། ད་ནི་སེམས་ཅན་ལ་ཕན་ཐོགས་ཡོད་ཀྱི་སེམས་ཅན་གྱི་བསོད་ནམས་འདྲ་བོ་ལས་ཀྱང་འབྲལ་བ་མེད་པ་ཡིན་གྱི་དེ་ནི། ད་ནི་ཕ་ཞིང་ཁམས་དང། གཏུམ་རྒྱུད་རྒྱུད་བསྡུས་པ་ཡིན་ན་ཧ་གོ་ཡ་ཡིན་པ་དེ་འདྲས་ཡོང་སྲིད་ཀྱི་འདུག་ཨང། དཔེར་ན་མར་པགས་ཀྱི། ནཱ་རོ་པ་ཀུན་འདུས་ལ་མར་པགས་ཕལ་བའི་རྒྱ་གར་ན། ད་ནི། གང་དག་ཅིག་ལ་མ་པའི་ཀུན་འདུས་ལ་སེམས་བཅུག་གོ་རེ། དེ་ནི། ན་རོ་པའི་ཀུན་འདུས་ལ་མ་པའི་ཁྱེད་རང་ཉལ་བཞུགས་སོང་བ་དུ་ཉལ་བཅུག་གོ་རེ། ཉལ་ནས། མ་པས་ན་རོ་པ་གསུམ་དུ་ད་མར་པ་དེ་ང་ཙ་ལ་པའི་སློབ་མ་དད་པ་ཆེན་པོ། ཡང་ནས་ཡང་དུ་ཆོས་ཞུ་བ་བཅར་འདྲི་ངེས་ཏེ་མ་འོངས་པ་ཁོ་རང་གི། ད་ནི། རྟེན་འབྲེལ་འདྲ་བ་དེ་རྒྱུད་བབས་ཀྱི་རྟེན་འབྲེལ་འདྲ་བ་ག་འདྲ་འདུག་བརྟག་དཔྱད་བྱས་པ་དུ་དགོངས་བྱས། ཨ་ནི་མར་པ་སེམས་བཞུགས་དུས་གང་ན་རོ་པ་གི། ཨ་ཏི་མར་པ་སེམས་བཞུགས་དུས་ན་རོ་པ་གི། མདུན་གྱི་ནམ་མཁའ་དང་བསྐྱེད་རྡོ་རྗེའི་ལྷ་སྐུ་དཀྱིལ་འཁོར་ཡོངས་རྫོགས་སྤྲུལ། ཨ་མར་པ་ཁོ་རང་བཞུགས། ཨ་ནི། ཨ་ནི་རོ་པ་ཁོ་རང་བཞུགས་ནས་མར་པ་གཉིད་དཀྲོགས་རེ་མར་པ་ཡར་ལངས། ད། མདུན་གྱི་ནམ་མཁའ་ལ་ཁྱེད་རང་གི་ཡི་དམ་བསྐྱེད་རྡོ་རྗེ་ལྷ་སྐུ་ཡང་བཞུགས་བྱ། ཁྱེད་རང་གི་བླ་མ་ཡང་བཞུགས་བྱ་ད་ཁྱེད་རང་ཕྱག་འཚལ་ན་སུ་ལ་བརྩེགས་ཡིན་དང་པོ་བླ་མར་བརྩེགས་ཡིན་དམ་ཡི་དམ་ལ་བརྩེགས་ཡིན་གསུངས་གཉིད་དཀྲོགས་ནས། ད་མ་པས་བསམ་དུས་ད་བླ་མ་ལ་རྟག་པར་མཇལ་བྱས་པ་རེད་ད་ད་རེས་ཡི་དམ་དུ་མཇལ་རྒྱུ་ཡོད་པས་ན་ཡི་དམ་དེ་ལ་ཕྱག་བཙལ་ན་བསམ་བསམ། ཡང་ཡི་དམ་ལ་ཕྱག་བཙལ་སོང་རེད། དེ་ཡི་གེ། རྟེན་འབྲེལ་གྱིས་ཕྱུག་སོང་འདུག་བ། ཡི་དམ་ལ། དེ་ནས་མར་པས་སོང་དུས་མར་པས་ནར་བུར་གསུངས་པ་རེད། དེ་ནས། བླ་མ་མེད་ན་སངས་རྒྱས་ཙམ་ཡོད་མ་རེད། དེ་ནས་དུས་གསུམ་གྱི་སངས་རྒྱས་ཡོངས་རྫོགས་བླ་མ་ལ་བརྟེན་བྱུང་བ་རེད། ཡང་ན་མདུན་གྱི་ནམ་མཁའི་དཀྱིལ་འཁོར་དེ་ཚོ་ཡང་ངས་བསྐུལ་བ་རེད་བསམ་སྟེ། ནཱ་རོ་པ་ཐིམ་སོང་རེད། ད་དེའི་རྐྱེན་བྱས་ནས་དེ་ནཱ་རོ་པོ་མར་པར་གསུངས་པ་རེད། ད་ད་རེས་རྟེན་འབྲེལ་དེའི་རྐྱེན་བྱས་ནས་ཁྱེད་རང་གི་ད་བུ་རྒྱུད་ཡོང་ས་མ་རེད་གསུངས་པ་རེད། དེ་ཏག་ཏག་རེད། མར་པར་ལ་སྲས་འདབ་མ་དོ་དེ་བྱུང། འདབ་མ་དོ་དེ་བརྗེས་ལ། འདབ་མ་མདོ་སྡེ་དེ་གཉན་ལོ་བཟའ་བའི་བཀྲོངས་ཞབས་རེད། དེ་ནས་གདུང་རྒྱུད་མེད་པ་ཆགས་སོང་རེད།

ད་དེ་འབྲེལ་གྱི་ཁོང་ཚོ་དེ་རིགས་རྗེས་ང་ལ་ཞུ། ད་ནི་ས་སྐྱ་གོང་ལ་ལྷོ་བྱང་ཆོས་སྡེ་ལྷོ་བྱང་གཉིས་ཅར་ལྷ་ས་རྫོང་གི་དབང་ཡོད་དུ་ཤོར་ས་སྐྱ་མིང་སྟོང་སྒྲོག་ཆེ། གདུང་རྒྱུད་གཞན་དག་ནས་རྩ་ན་མེད་པ་ཡིན་དུས་ད་ནི་ས་སྐྱའི་གི་དེའི་སྐབས་ཀྱི་མཁས་པ་དང། ད་ནི་བླ་མ་ཚང་མ་ནི་ལྷག་པའི་ལྷག་པར་དུ། ད་དེ་རྒྱལ་རྩེ་ཆོས་རྒྱལ། རིན་སྤུངས་ཆོས་རྒྱལ། ད་ནི་དག་ན་ཅིང་བྱང་པ་ཆོས་རྒྱལ་ཁོང་ཚོ་ཚང་མ་ད་དེ་འདྲའི་མང་ཆེ་བཀའ་བསྡུར་གནང་ནས་ད། རིན་ཆེན་སྒང་ནས་ང་རྩེ་གདོང་ནས་སྔགས་འཆང་གཏན་འབེབས་ཞུ་དགོས་ས་རེད། དེ་མ་ཐུབ་ང་ཚོ་ད་ས་སྐྱ་དེར་དཔེ་ཉམས་འགྲོ་ས་རེད་ཟེར། དེ་ནས་གདན་འདྲེན་ཞུས་དུས་མཐའ་མ་ད་འོས་བབ་འདྲ་བོ་དེ་སྔགས་འཆང་ཀུན་དགའ་རིན་ཆེན་བབ་པ་རེད་ད། ད་དེ་ནས་སྔགས་འཆང་ཀུན་དགའ་རིན་ཆེན་དགོང་ལོ་བཅུ་རེད་ད་ཚོ་བཅུ་རེད་ད་ཚོ་ས་སྐྱར་ཕེབས་ཡོང་དུས་དེས་གསང་བ་ཞི་བོ་བྱས་དམེ་སྲས་གསང་བ་དེ་ཁྱེར་མ་གཏོགས་ད་ལྟ་དེ། ལྷ་ས་རྫོང་ཕག་གི་ས་སྐྱ་དབང་བསྒྱུར་བྱས་ཚར་བ།

ཡང་ཁོས་འཕྲོག་སོང་རེད། ཡང་སྐྱོར་ཅིག་ཁོས་ཡང་འཕྲོག་འགྲོ་དུས། དེ་ནི་ཁོ་ཚོ་ད་ལྟའི་ལྷ་ས་རྫོང་པས་བསམ་དུས་ད་ལྟའི་མི་སྤྱིའི་དགོས་ཀྱི་བྱས་དེ་ངེས་ཏེ། ད་ས་སྐྱ་ལ་ཚུར་གདན་འདྲེན་ཞུས་རེད་སྔགས་ཆེན་ཀུན་བས་ཀྱི་བྱས་པོ་འདུག། དེ་བྱས་པས་ཡིན་ས་རེད་ད་ལྟའི་བསད་ཤ་བོ་འདུག་ཟེར་བ་ད་ཁོ་ཚོ་གྲོས་བྱེད་དགོས་རེད། ལྷ་ས་རྫོང་པ་གཙོས་བྱས་པས་ད་དེ་དུས་དགྲ་མང་པོ་ཡོད་རེད་ས་སྐྱར་དགྲ་བྱེད་མཁན་ཚང་མ་ཚོགས་འདུ་ཚོགས་ནས་ད་སྔགས་འཆང་བསད་ཤ་ཡག་ས་རེད།

ཨ་ནི་ཁོ་ཚོ་གི་དང་པོ་ད་དང་པོ་དེ་ཁོ་ཚོ་གསལ་ཁ་ཡོང་དུས་ད་ཁོང་ད་བསམ་བློ་དེ་བཟང་པོ་ཡོད་ར་བསྟན་པའི་དོན་དག་རེ་ཡིན་ཟིན་ཅིག་ངའི་སྲོག་བློས་གོ་གོང་བོར་དེ་ཁོང་དཔེ་ཁེ་ར་ཆེན་པོ་རེད་སྔགས་འཆང་ཞབས་ཀྱི་དེ་དཔེ་མདོ་བ་རམ་འབྱམས་བཤད་ཐུབ་མཁན་དགེ་བཤེས་དེ་འདྲ་རེད་མཚན་ལ་ཀུན་དགའ་དེ་ཟེར་བ་ཀུན་དགའ་ཚེ་རིང་ཟེར་བ་རེད་དེ་སྐད་གྲགས་ཆེན་པོ་རེད་སྔགས་འཆང་ཀུན་དགའ་དེ་ཞབས་ཀྱི་རེད་དེ་ནི་ཁོང་ཚོ་ཡོང་གསལ་བཞག་རེད་ད་གསལ་འགྲོ་དུས་ང་ངོ་མ་ད་ཁོང་ཚོ་གསལ་ལུགས་སྡུག་ཅག་རེད་ག་རེ་གསལ་དེ་དེ་དུས་ཁོང་བློ་འགྱུར་སོང་རེད། དེ་ནི་ཁོང་གི་སྨོན་ལམ་ལོག་པ་ཞིག་བོར་ཡོང་གི་རེད། ད་ང་ད་རེས་འདི་འདྲ་ཅིག་བསད་སོང་སྐྱེ་བ་ཕྱི་མ་དེ་ལ་ངེད་ཀྱི་འཛམ་བུ་ལས་མི་གསུམ་གཉིས་བཟའ་ཐུབ་མཁན་ཅིག་ཏུ་ང་སྐྱེ་བ་ཤོག་ཅིག་ལ་སྨོན་ལམ་བརྒྱབ་བཞག་རེད། ད་གསུམ་གཉིས་ལས་དུས་མཐའི་རྗེས་བརྒྱ་ཆ་དྲུག་ཅུ་བཟའ་ཐུབ་མཁན་ཅིག་ལ་འཛམ་བུ་ལས་མི་བརྒྱ་ཆ་དྲུག་ཅུ་ཙམ་གྱིས་བཟའ་ཐུབ་མཁན་ཅིག་ཏུ་ང་སྐྱེ་བ་ཤོག་ཅིག་སྨོན་ལམ་བརྒྱབ་བཞག། དེ་དུས་སྔགས་འཆང་གི་བུ་དེ་སྒྲུབ་པ་ལ་མཚམས་ལ་ཞུགས་ཡོད་དེ་སྔགས་འཆང་མཁྱེན་སོང་བ་རེད། ད་འདི་བསྟུར་ཐུབ་མཁན་ཅི་སྟེ་ང་སྐྱེ་བར་ཞོག་ཅེས་སྨོན་ལམ་བརྒྱབ་པ་རེད། ད་འབངས་མོའི་གླིང་གཞི་འདི་ནས་འགོ་བཙུགས་རེད་ད་ལྟ་འདི་སྨོན་ལམ་རྒྱག་མཁན་ཇོ་ར་སྔགས་འཆང་སྐུ་ངོ་རེད་ཞབས་ཀྱིས་ད་འབངས་མོ་དང་པོ་དེ་འབངས་ད་ནམ་མཁའ་འགྲོ་མ་ཟེར་དེ། དེ་ནས་ཁོང་སྔགས་འཆང་སྐུ་ངོ་རེད་ཅེས་ཀྱི་ཞབས་ཀྱིས་ཡིན་པ་ཁོང་ཚོས་བཀྲོངས་འདིར་ཁོས་སྨོན་ལམ་བརྒྱབ་ཤར་བ་ད་ང་སྐྱེ་བ་ཕྱི་མ་ལ་ནི་འཛམ་བུ་གླིང་གསུམ་ཡིག་མི་ཟ་ཐུབ་མཁན་ཞིག་ཏུ་སྐྱེ་བ་ཤོར་ཅིག་སྨོན་ལམ་རྒྱབས་སུ་བརྒྱབ། རྒྱབ་ལ་ནས་ཞིག་དེར་བརྒྱབ། དེ་ནས་སྔགས་འཆང་གི་ལམ་སྲང་དེ་མ་ཐག་ད་དེ་བཏུ་ཐུབ་མཁན་ང་ཡོང་བ་ཤོར་ཅིག་སྨོན་ལམ་རྒྱབ། དེ་ནས་ཁོ་གྲོངས་སོང་རེད་ད་ད་རེད་དེ་ཞབས་ཀྱིས་གྲོངས་སོང་རོགས། དེ་ནས་སྔགས་འཆང་སྐུ་ངོ་རིན་ཆེན་གྱི་སྒྲུབ་པ་ཉམས་འགྱུར་དེ་ལ་ད་ལོ་ཀྱི་དགོང་པོ་གུ་རུམ་མགོན་ཁང་བ་ལ་སྒྲུབ་པ་ལ་ཞུགས་ཉམས་འགྱུར་བྱ་རྒྱུ་རྡོ་རྗེ་བྲག་ཟེར་དེ་ལ་སྒྲུབ་པ་ལ་ཞུགས། དེ་ནས་རྒྱལ་རྩེ། ཨ་ནི་དེའི་སྒོ་ཤིས་ཟེར་དེ་ལས་སྒྲུབ་པར་ཞུགས་དེ་ནས་སྒྲུབ་པར་མཐར་ཕྱིན། ཨ་ནི་དེ་ནས་ལས་སྦྱོར་གནང་ཡོང་དུས་ཀུན་དགའི་ལྷ་ས་འཛོམ་པོ་གཙོས་བྱས་པའི་སྒྲ་ཆེན་གྱི་ཡོངས་རྫོགས་ཨ་ནི་ཐ་བ་འདུས་ཤིག་ཏུ་འདེབས་སོ་ཞེས་པ་དང་སྔགས་ཀྱང་བསྒྲགས་སོང་བ་རེད། དེ་ནས་གཞི་ནས་ཆོས་རྗེ་ལྷོ་བྱང་གཉིས་ཚུར་ལེན། ཨ་ནི་བྱང་ལ་སྔགས་ཀྱི་སྡེ་བཙུགས། ལྷོ་ལ་དེ་ནས་འདུས་པའི་སྡེ་བཙུགས། ཨ་ནི་ས་སྐྱའི་དང་སྒྲ་དེ། ཡིག་ཆ་ཡང་དེ་ནས་ཀུན་མཁྱེན་གོ་བོ་རམ་ཅེས་པའི་ཡིག་ཆ་དེ་གཅིག་པུ།

གདུང་སྲས་གཉིས་ཡོད་རྒན་པ་དེ་དེ་རེད་ག་ཚོད་ང་ཚོ་རྒན་པ་དེ་འཇའི་བསོད་ནམས་པོ། འཇའི་བསོད་ནམས་པོ་དེ་དེ་རེད་ག་ཚོད་མགུར་རིན་པོ་ཆེ་ཡི་སྤྲུལ་པ། ཡང་ནི་རྡོ་རྗེ་ཕུར་པའི་ཡི་འགྲོ་དོབ་རེད། ཁོང་དེ་ནས་མགུར་རིན་པོ་ཆེ་གནས་དེ་ཡི་རོལ་བ་ཁ་གསོ་བའི་རྟ་ནག། གཟར་བུ། མངའ་རིས་ལ་སོགས་མགུར་རིན་པོ་གནས་ཡོངས་རྫོགས་མང་ཆེ་བ་ལ་ཕེབས་ནས་རྒྱ་ཆེ་ན་མང་ན་རྒྱ་ཇུས་རྩེ་ལ་ཕེབས་བྱས་ནས་ཕེབས་ས་ཐམས་ཅད་དུ་ཆུས་མེད་ས་ལ་ཆུ་བཏོན་འབྲུ་བཏགས་སྟོན་ཆུ་བཏོན།

བཞག་བ་ཙམ་གྱིས་དེ་ནི་ས་སྐྱའི་ལ་བརྟེན་པ་ལ་སྒྲ་བྱེད་མཁན་དགྲ་བོ་དང་གཙུག་གི། ཁ་ཤས་ནང་འཛིང་ཤོར། ཁ་ཤས་ཤི། ཁ་ཤས་གནས་དབྱུང་ཐེབས་ཀྱི་དེ་འདྲའི་གྲུབ་རྟགས་ཐོན་བྱུང་བ་རེད། ད་དེའི་ཁ་བཏུགས་ལ་ད་སྔགས་འཆང་གྲགས་པ་ལོ་སྤྲུལ་སྡེ་དེ་རིགས་ས་སྐྱའི་ཁྲི་ཐོག་བྱས་ན། སྔགས་འཆང་སྐུ་ངོ་རེ་འགའི་ཁྲི་ཐོག་ཉིས་བརྩ་གསུམ་པ་ར་བ། རྩ་བཞི་པ་དེ་སྔགས་འཆང་ལྗན་ཨོང་དེ་ལྗན་བསོད་ནམས་དབང་པོ་རེད། སྔགས་འཆང་སྐུ་ངོ་ཡི་སྲས་དགེ་འདུན་ཚེ་བརྒན་པ་དེ། ད་རྩེ་ལྔ་པ་དེ་དེ་རེད་ད་འདྲ་དེ་སྔགས་འཆང་གྲགས་པ་ལོ་སྤྲུལ། ལྔ་ཆ་དྲག་པོ་བློ་གྲོས་དེ་ཉིད་རྩལ་ལྔ་བ་དེ་ལྟར་ལྔ་ཆ་དྲག་པོ་བློ་གྲོས་དེ་ལྔ་ཆ་གོང་བའི་ནི་གདུང་སྲེག་ཆུང་བ་དེ་ལ་བ་དེ་ཉིད་རྩལ་ལྔ་བ་དེ་རེད། ད་ཁོང་སྐུ་བསྡུས་ལ། སྔས་མ་སྨོན་ལམ་འདི་ངས་བྱེད་རོགས་ངས་མི་ཟ་མཁན་ཞིག་སྐྱེ། དེ་ཁོ་མ་དགེ་ལ་སྐྱེས་དེ་ལ་ལི་ཐང། ལི་ཐང་དང་ཉེ་འགྲམ་འབའ་སེར་ལུང་པ་དེ་ལ། ཨ་ནེ་བུད་མེད་ཅིག་ལ་སྐྱེས་དེ། བུད་མེད་དཔེ། མཛེས་པོ་ཞི་བོ་ཅིག་ཕལ་ཆེར་ལྷ་ཡི་བུ་མོ་དང་གཅིག་པ་གཅིག་རྐྱང་འདྲ་བ་ཅིག་མཛེས་པོ་ཅིག་ལ་སྐྱེས་བ་ནི། ཨ་ནེ་མོག་གི། དེ་ནས་འོག་གི་མཚན་མ་ལ་སྲོག་ཡོད་མིན་ཞེས་སྐྱེས་སོང་བ། ད་མོ་མཛའ་བོ་ཞེ་བོ་ཡོད་དུས་དེ་ནི་མི་ཐམས་ཅད་མོ་ལ་བློར་འགྲོ་སྟེ་མོ་དང་འབྲེལ་བ་བྱུང་དུས། འབྲེལ་བ་བྱུང་རྗེས་ཐམས་ཅད་ཀྱི་རྩ་བ་དེ་མོས་གསོ་དེ་གི་སྐྱེས་ཞེས་པར་བརྟེན་ནས་མི་ཞེ་བོ་ཤི་བར་ད་ལྟའི་འབྲས་ཆན་སླེམ་དང་ཤི་འགྲོ་བར་ད་ལྟའི་འབྲས་ཆན་ལ་སྟེ་སེམས་ཅན་ལ་གནོད་བྱེད་གཤིན་པོ་ཞེ་བོ་མཆིས་པར། དེ་དུས་ད་སྔགས་འཆར་ཀུན་བརླན་ཅན་དེ་ནི་དྭངས་ཤིང་ནས་ད་ཁོ་བསྡུས་པའི་དུས་ལ་བབ་ནས་ཟེར་དུས། ཨན་ཁོང་གིས་ད་ཐབས་ཤེས་འདྲ་བོ་དེ་ང་རང་གིས་འདུག་མཛེས།

ཨ་ནི་བག་གི་ཕས་སྤྲོ་བསྡུའི་སྒོ་ན་མུ་རེ་ལི་ཐང་དང་ཉལ་འགྲམ་ལ་བག་ཟེར་བྱོས་དེ་ཕས། ཨ་ནི། དེའི་ཨ་ཅག་དེ་བཏུལ། སྐྱེ་མེད་དེ་བཏུལ། བཏུལ་བྱས་བཏུལ་བྱས། ཨ་ནི་ཁོང་གིས་སང་ཡུམ་གྱི་ཟོར་དེ་སང་ཡུམ་ཟོར་ཞེས་བསྟན་པ་རེད་ད་སང་ཡུམ་ནང་བཞིན་བསྟན། དེ་ཡར་ཁྲིད་ཡོང་བ་རེད་ཁྲིད་རྗེས། ཡི་གེ། ས་སྐྱ་མ་སླེབས་གོང་ན་ཉི་མ་གཉིས་ཙམ་ད་ཕྱིན་པ་ཡིན་ན་ས་སྐྱ་སླེབས་འགྲོ་དགོས་ཉི་མ་གཉིས་ཙམ་འགོར་རེད་ས་སྐྱ་སླེབས་པ་ལ། དེ་ནས་ཉི་མ་གཉིས་ཙམ་འགོར་སའི་ས་སྐྱ་ཅིག་ལ་ཡུལ་ཆེན་ཟེར་བྱོས་རེད། ད་ཡུལ་ཆེན་སླད་དུ་བཏུལ་བ་ལ། བཏུལ་སའི་གནས་དེ་ཏག་ཏག་ཡིན་པ། དུས་ཚོད་ཏག་ཏག་ཡིན་པ་ཅིག་ལ་དེ་ནི་མོག་གི་སྙིང་དཀར་ནག་གི་མཚམས་ལ་དེ་ནི་ཕུར་བ་བརྒྱབ། དེ་མོ། འདྲ་བྱས་པ་རེད། དེ་ནི་རྣམ་ཤེས་དེ་དེ་ནི། ད། སྲུང་མ་ལ་བསྐོས་བྱས་པ་རེད། རྣམ་ཤེས་སྲུང་མ་ལ་བསྐོས། དེ་དུས་གང་ལ་དེ་ནི་དང་པོ་ད་སྐྱབས་འགྲོ། སེམས་བསྐྱེད། སྔགས་སྡོམ་ཚང་མ་གནང། ད་ནི་ཚུལ་བཞིན་དུ་དེ་ནི་ཆོས་ལ་སྤྱོད་མཁན་བྱས། ཡང་ན་དེ་ཕྱིན་ཆད་པ་བསྟན་པའི་སྲུང་མ་ལ་བསྡད་དགོས་རེད། ཡང་ན་བསྟན་པ་ལ་གནོད་འགལ་བའི་བར་ཆད་སྲུང་དགོས་རེད། ཨོ་དེ་འདྲའི་ཆེས་དམ་པ་དག་ཡོད་རེད། ད་འདི་རེ་གླེང་ཤེས་དང་པོ་དེ་དེ་དེ་ཨ་ཅར་དེ་མིང་ལ་འབའ་ནམ་མཁའ་སྒྲོན་མ་ཟེར་བ་རེད། ད་འབའ་མོ་ཟེར་ཐོག་ཡོད་ན་དེ་འབའ་ཟེར་བའི་ལུང་པ་དེ་ནས་སྐྱེས་པའི་བུ་མོ་ཡིན་དུས་འབའ་མོ་ལབ་པ་རེད། ད་དེའི་རིགས་སུ་རྗེས་མ་བྱུང་ཚད་དང་པོ་འདི་འདྲ་བོ་འདྲ་བོ་དེ་འདྲའི་དམ་དག་བྱུང་བ་ཚང་མ་ལ་འབའ་མོ་ཟེར་མིང་སྔས་མ་དེ་ཐོག་སོང་བ་རེད། མོ་རང་ནམ་མཁའ་སྒྲོན་མ་རེད་བ།

ཡང་ན་ནི་མ་བསྒྲུབས་ནས་བསྒྲུབ་མཁན་དེ་རེད་ཡོད་ནི་ཡང་ན་བསྒྲུབས་ནས་བསྒྲུབ་མཁན་དེ་རེད་དེ་གཉིས་མ་ལ་འགྲོ་ས་ཡོད་མོད། ཨ་ནི། སྐྱབས་མགོན་རོང་ཆེན་ལ་དགོངས་སྐོར་ཞུས། བདག་བྱོན་རིན་པོ་ཆེ་ལ་དགོངས་སྐོར་ཞུས་ཀླུ་ཆེན་མཁན་ཆེན་ལ་དགོངས་སྐོར་ཞུས། ད་འདི་འདྲ་ཡིན་ཤེས་པ་ཡིན་ན་ཆོ་ག་འདི་འདྲ་ལུགས་ག་འདྲ་རེད་ཞུས་པ་ཡིན་ན་ཨ་ནི་དཔལ་ལྡན་ཁྱེད་ལ་དེ་འདྲ་དེ་ཁྲི་ལས་སྒྲུབ་ཡོང་གི་རེད། ཨ་རིན་པོ་ཆེ་དུ་བུར་གནང་ད་རེད་དེ། བག་མེད་ཀོ་ཆ་དུ་བུར་དུ་བུར་བྱེད་མཁན་མི་ཉུང་ཉུང་ཞི་བ་རེད་ད། དེ་ཁྱེད་བསྟན་པའི་བདག་པོ་ཤ་ཡག་ཅིག་གནང། དེ་དེ་ཚོ་རིགས་སྟོག་པ་ཚང་མ་ཨ་ནི་བསམ་བློ་གནང་ཉག། ངས་ཁ་ཚ་རྒན་ལགས་ལ་ཞུས་པས། ཨ་ནི་ད་བཀའ་འདྲི་ཞུས་ས་མི་གསུམ་མ་ག་ལྷག་ཡོད་མ་རེད། ཨ་ནི། སྐྱབས་མགོན་རིན་པོ་ཆེ། བདག་ཆེན་རིན་པོ་ཆེ། ཨ་ནི་རྗེ་མཁན་ཆེན་ཀླུ་ཚེ་མཁན་ཆེན། ཁོང་ཚོ་ཚང་མའི་སྐུ་མདུན་ལ་འདེམས་སོང། འབངས་མི་སྐོར་དེ་ཚོ། ངག་རྒྱུན་ག་ལ་ག་ཚ་གང་འཐོར་བ་ཚོ་དེ་ནས་སྐད་སེར་ཐོག་ལ་སིམ། ཨ་ནི་ཡི་གེ་དེ་ལ་ཕར་ཨ་ཉག་བསྡད་ཡོད་ན། རྗེས་མར་ཕན་ཐོག་འོར་བ་མོ་དེ་འདྲ་རེད། ད་དེ་ནས་ད་དེ། དེའི་རྗེས་ལ་ད་དེ། ཁྲི་ཐོག་སུམ་ཅུ་སོ་གཉིས་པ་སྐབས་ལ། མགོན་པོ་དབོན་སྟོན་སྙིང་པོའི་སྐབས་ན་ཡང་འབར་མ་བཅུས་དམ་དར་བྱས་པས་ཤངས་ཀྱི་རྡོ་རྗེ་ཕུར་སྒྲིག་བྱས་ཤིང་དམ་དང་སྲུང་མར་བསྐོས། ད་དེའི་འོག་ལ་མ་དེ་ནས་ད་ག་སོགས་ཏེ། དྲག་མོར་ཆོས་སྐྱིད་སེང་དྲག་བོ། རྫ་ལས་དཔའ་འཛོམས་སེང་དྲག་བོ། བཀྲ་ཤིས་ལས་རྨོ་བོ་སེང་དྲག་བོ་ད་དེ་དེའི་རིགས་དེ་དམ་དར་བྱས་པ་རེད་ཚང་མ། དེ་མིང་ཚང་མ་སྙན་མང་གི་མིང་དུ་ཐོགས་ཙང་འབར་མོ་ཟེར་ཡིན་རྒྱུ་ད་ཁོང་ཚོའི་ལུང་པ་འབར་མ་རེད། དཔེར་ན་གཅིག་དེ། འདི་ལོ་ཤང་ཤོང་རྡོ་རྗེ་བུ་ཕྲུག་སེ་གོལ་ལུང་པ་ཤང་ཤོང་རེད། མིང་ལ་རྡོ་རྗེ་བུ་ཕྲུག་སེ་གོལ་རེད་ད་ལས་ཀ་བྱེད་སྟངས་གཅིག་པར་སེམས་ཅན་ལ་སྐྱིད་མེད་སེམས་ཅན་ལ་གནོད་འཚེ་བྱེད་མཁན་དེ་ཚོ་ནི་དམ་བཏགས་ཤ་རོ། དེ་ཡིན་ན་ཁོ་རྔན་སྨན་སྤྱི་མིང་དེ་ཐོགས་སོང་ཚང་མ་ལ། ཤང་ཤོང་རྡོ་རྗེ་བུ་ཕྲུག་གླང་འབའ་མོ་སེ་གོལ་རེད་ཡིན་རྒྱུ་ད་མོ་སྐྱེས་སར་འབའ་ནས་བྱུང་བའི་བུ་མོ་མ་རེད་དེ། སྤྱི་ཐོགས་ལ་མིང་ཐོགས་སོང་བ་དེ་འདྲ་ཞིག་ཨོ་དེ་ཚོ་ད་བསམ་བློ་ལ་བཞག་ཡིན་རུང་དེ་གོ་སོང།

དེ་ནི་བསླབ་པ་ཉམས་ལེན་ཉམས་ལེན་སྣང། དེ་ནི་བསྟན་པ་བསྲུང་བ་རེད་ཟེར་བ་རེད། དེ་ནི་འབའ་ནང་གི་སྒྲོལ་མ་སེ་དེ་དང་མ་འདྲ་བ་ཅན་ས་རེད། ཡུལ་གཞན་སེ་དེ་དགོན་པ་ལ་དེ་ནི། མོ་རང་དང་ཐང་བཏགས་ས་ཡུལ་གཞན་རེད་བ། དེ་རྗེས་མ་བསྒྲགས་ས་དེ་ཡུལ་གཞན་རེད། ཡུལ་གཞན་དགོན་པ་ལ་དེ་ནི་རྐང་གླིང་ཅིག་འདུག་ས། རྐང་གླིང་དེ་ནམ་མཁའ་སྒྲོལ་མ་པའི་རུས་པ་རེད་བ། དེ་རྐང་གླིང་དེ་ལ་ཨོམ་ཨ་ཨོང་གསུམ་རང་བྱོན་སྐོར་ལ་གསལ་བོ་ཞིབ་རེ་དགོས་ས་དེ་དེ་མོ་སྔ་སེ་ནས་དེ་ནས་སར་ས་ཐོབ་སོང་བས་སྒྲུབ་ཐབས་སྒྲུབ་པ་ཐོབ་པ་དེ་འདྲའི་དེ་ཡིན་ས་རེད་གསུངས་པ་དེ་འདྲས་ཡང་དེ་ནས་མང་བྱས་ད་སྒྲུབ་པ་ཐོབ་ཚར་རེད་རེ་གཉིས་རེ་གཉིས་ལྷག་ཡོད་ན་གང་ཞིག་མ་གཏོགས་འབའ་མི་རིགས་མང་བྱས་མཇལ་ས་དེ་བླ་མ་རྩ་ཆེན་པོ་རྐྱང་རྐྱང་མཇལ་བ་ཡིན་དུས་དེ་ཚོའི་གི་སྐུ་མདུན་ནས་ཡང་ནས་ཆོས་ཞུས་བྱས་མང་བྱས་ད་ས་ཐོབ་པ་རྐྱང་རྐྱང་རེད་འདོད་ཡིན་ནས་ཁོང་ཚོ་ཁྲི་ལས་ད་ད་ལྟ་སྒྲུབ་སྐོར་ལས་དམ་ཚིག་རེད་བ